འགྲོ་བ་ཡོངས་ཀྱིས་མ་འདྲིས་པའི་མཛའ་བཤེས་གཅིག་པུ། འཛམ་གླིང་ཞི་བདེའི་དེད་དཔོན་ཆེན་པོ། གངས་ཅན་ལྷ་མི་ཡོངས་ཀྱི་མགོན་ཆེན་བླ་ན་མ་མཆིས་པ། གཅེས་ནོར་ཀོང་ས་སྐྱབས་མགོན་ཐམས་ཅད་མཁྱེན་པ་མཆོག་གི་སྐུ་ཡི་འཁྲུངས་སྐར་གྱི་རྟེན་འབྲེལ་གྱི་དེ་སྲུང་བརྩི་བྱེད་པའི་ཉི་མ་དེ་ལ། ད་དེ་རིང་འདི་རྭ་རྒྱ། ཐེག་ཆེན་རིག་གཞུང་གླིང་གི་སྐྱབས་རྗེ་ཤིང་བཟའ་རིན་པོ་ཆེ་མཆོག་དང། དེ་བཞིན་དེ་ཕེབས་ཡོད་པའི Sri Lanka། Korea། དེ་བཞིན་གྱི Vietnam གྱི་དགེ་འདུན་པ་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། དེ་བཞིན་གྱི་ང་ཚོ་དེ་ཕེབས་ཆིབས་བསྒྱུར་གནང་ཡོད་པའི་ང་ཚོ་བོད་གཞུང་གི་བཀའ་ཟུར་དང་དེ་ནས་དཔོན་རིགས་རྣམ་པ།

ཐོག་ནས་ཚིག་ཁ་ཤས་ཅིག་ཞུ་གི་ཡིན། ད་ཡང་དེ་ལོ་རབས་ལྔ་བཅུའི་ནང་ལ་ང་ཚོ་བོད་ཁམས་ཡོངས་ལ་བསམ་ཡུལ་ལས་འདས་བའི་ད་གནོད་འཚེ་དང་ཆག་འཇིག་ཆེན་པོ་དེ་འདྲ་བྱུང་ཆེད་བོད་ཀྱི་བསྟན་པ་དང་ཆབ་སྲིད་ད། ལ་གནམ་ས་མགོ་རྟིང་ལོག་པའི་དེ་འདྲའི་འགྱུར་བ་ཆེན་པོ་ཐེབས་ཡོད་རེད། དེའི་སྐབས་སུ་དེ་ནི་མགོན་པོ་ཁོང་ཉིད་ཀྱིས་ད་དཔེ་དེ་སྤྱིར་བསྟན་པ་རིན་པོ་ཆེ་མི་ནུས་པའི་ཕྱིར་དང་སྒོས་སུ་ང་ཚོ་བོད་གཞུང་འཚོ་གནས་ཐུབ་མིན་གྱི་ཕྱིར། སྐུ་ཡི་ད་ཉེན་ཁ་དང་འགལ་རྐྱེན་གང་ལ་ཡང་མ་འཛེམས་པར་བློས་བཏང་སྟེ། ད་རྒྱ་གར་འཕགས་པའི་ཡུལ་དུ་འདུག་ཟེར་ཕེབས་པ་རེད། དེ་ནས་བཙན་བྱོལ་དུ་བོད་ཀྱི་རིག་གཞུང་སྲུང་སྐྱོབ་མཛད་ཕྱིར་གངས་ཅན་སྐྱིད་གཤོངས་བཙུགས་གནང་བ་དང། དེ་ནས་དེ་ནས་བཟུང་བོད་མི་ཡོངས་ཀྱི་མདུན་ལམ་དང་འགྲོ་བ་མིའི་ཐོབ་ཐང་བདེ་སྐྱིད་ཚང་མ་ལ་འབད་དེ་ལོ་མང་པོ་འབད་དེ་འབད་པ་གནང། ཨ་ནི་ཡང་གཞིས་ལུས་ཀྱི་མི་མང་གི་འཚོ་གནས་དང་ཁོར་ཡུག། ཆོས་དང། རིག་གཞུང་གང་ཅི་ལ་དཔེ་དེ་ཐུགས་ཀྱིས་མ་གཏོར་བ་མ་ཟད། གོ་སྐབས་དང། དེ་ནི་ཐབས་ལམ་ཡོད་དགུ་ལ་བསྟུན་ཏེ་དུས་ནས་དུས་སུ་བླང་དོར་གྱི་དབུ་མའི་ལམ་སྟོན་སོགས་ཟམ་མ་ཆད་དུ་པ་དེ་ཟུག་པ་ཆེན་པོས་ཅུང་གནང་མཛད་པ་རེད། ཡང་བོད་ཀྱི་གྲུབ་མཐའ། བོན་དང་རྗེས་བ། ཅེས་པའི་ཆོས་ལུགས་ཆོས་བཅུ་ཙམ་མ་ཟད། ད་རེས་སུ་མ་བྱས་པའི་སྒོ་ནས་འཛམ་གླིང་ཐོག་གི་ཆོས་ལུགས་ཡོངས་དང། དེའི་ལྟ་སྤྱོད་བྱ་གསུམ་མཐའ་དག་ལའང་རྦད་དེ་དག་སྣང་དང་ཐུགས་རིག་བསྐྱེད་ཅིང་དམ་ཚིག་གོང་བུ་གཅིག་ཏུ། སྤྲོད་ཕྱིར། ད་ཐུགས་རྗེ་གི་དམ་བཅའ་བཞིའི་སྒོ་ནས། འཛམ་གླིང་ཆོས་ལུགས་ཡོངས་ཀྱི་གྲོགས་པོ་མཆོག་དང་མགོན་ཚོ་སྤོང་གཉེན་དུ་གྱུར་ཡོད་རེད། དེ་ཡང་ཇི་སྐད་དུ། གཞོན་ནུའི་ལུས་ཅན་རྒན་པོའི་བློ་འཆང་བས། རྒྱལ་བསྟན་སྤྱན་དུ་བཏེགས་པའི་སྙིང་པོ་ཅན། ཞེས་གསུངས་པ་ལྟར་ད་དུང་ཡང་དགུང་གྲངས་དགུ་བཅུའི་འཁོར་གྱི་གནས་ཡང་གཞོན་ཉམས་ཀྱི་སེར་བྱེས་དེ་མ་ཉམས་པ་ཆེ། ཨ་ནི་ཐུགས་སྟོབས་ཀྱི་སྤོབས་པ་མ་ཞུམ་པར། པ་ན་ལེན་འདྲའི་གནའ་བོའི། དང་སེམས་ཁམས་རིག་པ་དང་དེང་རབས་ཚན་རིག་གི། དངོས་ཁམས་རིག་པ་གཉིས་ཟུང་དུ་འབྲེལ་བའི། རྣམ་དཔྱོད་གསེར་གྱི་བསམ་པ་ལེགས་པར་བསྐྲུན་གནང་ནས། ཨ་ནི་འགྲོ་བ་མིའི། ལུས་དང་སེམས་གཉིས་ལ་ཕན་པ་དང་དེ་ཕྱིར་སྟེར་བའི། སྔོན་མེད་ཀྱི་ཚན་རིག་དང་ནང་ཆོས་འབྲེལ་ལམ་གྱི། སྒོ་ཆེན་གསར་དུ་བྱས་གནང་བ་རེད། ཤར་དང་ནུབ་ཀྱི་ཕྱོགས་སུ་མ་ལྷུང་བའི་འཛམ་གླིང་གི་ཞི་བདེའི་དེད་དཔོན་ཆེན་པོར་འགྱུར་བ་རེད། དེས་ན་སྐུ་ཡི་གོ་སྟོན་ཆེན་པོ་འདིས་འཛམ་གླིང་ཐོག་གི་ས་ཕྱོགས་ཡོངས་སུ་དང་མ་བྲོའི་བསམ་པ་གཅིག་མཐུན་གྱིས་དང་འཛོམས་ནས་རྦད་དེ་རྟེན་འབྲེལ་གྱི་དགའ་སྟོན་འདི་འདྲ་ཟབ་རྒྱས་ཞུ་བའི་སྐབས་འདིར་དང། ང་རང་གི་ཡིན་ན་ཡང་ད་མགོན་པོ་གང་ཉིད་ནས་གང་གི་གདུལ་བྱའི་དོན་དུ་ཡང་ནས་ཡང་དུ་ལུང་བཞིན་ད་དགོངས་ལོ་བརྒྱ་ལ་དགར་བར་བཞུགས་པར་ཞལ་བཞེས་མཛད་པ་ལས་ལྷག་མེད་ཀྱི་ཐང་སྟོང་ཐང་སྟོང་རྒྱལ་པོའི་དགོངས་ན་ལས་རིང་དུ་བཞུགས་པར་དཔལ་ཏེ་གསོལ་བ་ཕུར་ཚུགས་སུ་འདེབས་ཀྱི་ཡོད། དེ་ཚང་མ་ལ་དཔལ་ཏེ་ཐུགས་རྗེ་ཆེ་ཞེས་བཀྲ་ཤིས་བདེ་ལེགས་ཞུ་གི་ཡོད་དོ་ཆེ།